ཨ། ད་ལྟ་མཐའ་མ་འདི་ལ་ངེད་ཀྱིས་གནད་དོན་གཅིག་ལས་བཞག་རྣམ་པ་ཚོ་ཚང་མ་བློ་ལ་དགོངས་སེལ་ཞུ་ཡས་ཡིན། དྲ་བདག་ཚོགས་གཙོ་མཆོག་ལ་ངེད་ཀྱིས་བཀའ་བཀྲོལ་ཞུས་པའི་ཐོག་ནས་གནད་དོན་གཅིག་དེའི་ཐ་ཁེ་ས་གྲོས་གཙོ་བོ་ནག་ལོ་ལགས་སྤྱི་འཐུས་གོ་བོ་ཕན་བདེ་གིས་ཆེད་མངགས་ཆབ་སྲིད་རང་གི་དགོས་མཁོ་དང། གཅིག་ལག་ཆ་བེད་སྤྱོད་བཏང་བའི་ཐོག་ནས་རྡ་ས་བདེ་དོན་ཟུར་པ་བསོད་ནམས་རྡོ་རྗེ་ལགས་ཀྱིས་རུ་བ་གནད་དོན་དང་འབྲེལ་བའི་ཐད་གནས་ཚུལ་གཅིག་བླངས་སོང་བསམ་གྱི་འདུག་ད་འདིས་གང་ཟག་སྒེར་ལ་གཞི་མེད་སྐྱོན་བརྗོད་རུ་བ། སྤྱི་འཐུས་བདེ་སྐྱིད། རྡ་ས་བདེ་དོན་ཟུར་པ་གྱིས། རྒྱ་གར་སྒོར་མོ་སྟོང་ཕྲག་བརྒྱད་ཅུ་ཟ་རེད་ལ་བྱས། འདི་བཀའ་མོལ་དེ་གནང་སོ་ཨ། ད་ཏིང་ངེ་ཚེ་ལ་རྒྱལ་བོད་ཀྱི། རུ་བ་གཞི་མེད་སྐྱོན་བརྗོད་རེད་བསམ་གྱི་འདུག་གང་ཟག་གི་སྒང་ལ། དེ་འདྲ་ཡིན་དེ་དུས། རྩ་བའི་ཆ་ནས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་སྒྲིག་གཞི་དང་ལས་དོན་བྱེད་ཕྱོགས་ཀྱི་ནང་ལོགས་ལ་སྤྱི་འཐུས་གང་ཟག་གི་ནང་གཅིག་གིས་གཅིག་གི་ནང་ཁུལ་ལ། གྲོས་ཚོགས་འཚོགས་བཞིན་པའི་སྐབས་ལ་བཀའ་མོལ་ག་རེ་གནང་བ་ཡིན་ནའི་གནད་དོན་དེའི་གཅིག་བྱས། གྲོས་ཚོགས་འཐུས་མི་ཚོས་ཀྱིས་སྲིད་སྐྱོང་གི་ཐོག་ལ་བཀའ་མོལ་ག་རེ་གནང་ཡོད་ནའི་རེད་སྤྱི་འཐུས་ཚོགས་གཙོ་གི་ཐོག་ལ་བཀའ་མོལ་ག་རེ་གནང་ཡོད་དེ་ཚོ་ཚང་མ་ལོ། གནས་ཡུལ་རྒྱལ་ཁབ་དང་ཕྱི་རྒྱལ་ག་བ་ལ་ཡིན་པ་ཡིན་ནའི་ཁྲིམས་ལ་སྦྱར་མ་ཆོག་ཡག་གི། འདི་རྣམ་པ་ཚོ་ཚང་མ་ལོ་མཁྱེན་གསལ་རེད། དེ་འདྲ་ཡིན་དེ་དུས། འདི་ལ་འཕྲོས་བོད་ཀྱི་མི་མང་དང། བཀའ་ཟུར། སྤྱི་ཟུར། དང་མི་མང་དཀྱུས་མ་ཆགས་ཚར་བའི་རྗེས་ལ་ལས་ཐོག་མ་ཡིན་པ་ཡིན་ན་མི་མང་དཀྱུས་མ་གི་ནང་ལོག་ནས་མིང་འདོན་ཞིག་བྱེད་རོགས། བོད་མི་མང་སྤྱི་འཐུས་ལྷན་ཚོགས་དང་བོད་མི་སྒྲིག་འཛུགས་ལ་འབྲེལ་བ་ཡོད་ཁྱོད་ཀྱི་དངུལ་རྩིས་ཀྱི་གནད་དོན་དེ་འདྲ་ཡིན་ན་གནས་ཚུལ་ལོག་ཀ་རེད། བསམ་གྱི་ཡོད། འདི་མ་གཏོགས་ཁྱེད་ཀྱིས་ད་གཞི་མེད་སྐྱོན་བརྗོད་དེ་འདྲ་མ་ཡིན་པ་ལ་ཡིད་ཆེས་སོང་ལ་ནི། ཨ་གྲོས་ཚོ་ནང་ལོག་གླེང་བ་ཡིན་ན་འདི་ཚང་མ་ལོ་གཞི་མེད་སྐྱོན་བརྗོད་དང་ཁྲིམས་འགལ་རེད་ཞུ་ཡ་ཡིན། དེ་འདྲ་ཡིན་དེ་དུས། བདེ་དོན་ཟུར་པ་བསོད་ནམས་རྡོ་རྗེ་ལགས་ཀྱིས་གནས་ཚུལ་འདི། རྩ་བའི་ཆ་ནས་མང་ཚོགས་ཀྱིས་མཁྱེན་གྱི་རེད། རྡ་རམ་ས་ལ་ལ་ཡ། ཧི་མ་ལ་ཡ་གྱི། དུས་སྟོན་གྱི་ཚོགས་ཡ་བྱས། འདིའི། གོ་སྒྲིག་གནང་མཁན་དེ་རྡ་རམ་ས་ལ་ས་གནས་འགོ་འཛིན། ཡིན་པའི་ཆ་ནས་ས་གནས་འགོ་འཛིན་གྱི་ཐུགས་འགན་བཞེས་ཡ་བྱས་བྱས་ས་གནས་ཀྱི་ཡ་གྱི་བདེ་དོན་ཕྱག་དེ་བོར་བ་ཐུགས་འགན་བཞེས་ཡ་བྱས། འདི་ལ་མཐུན་འགྱུར་སྦྱར་མཁན་དང་དེ་གོ་སྒྲིག་ཞུ་མཁན་གྱི་ནང་ལོགས་ལ། ནང་སྲིད་ལས་ཁུངས་དང་བཀའ་ཤག་བོད་མི་སྒྲིག་འཛུགས། ཚང་མ་ལོགས། མཉམ་རུབ་ཀྱི་ཐོག་ནས་ལྟ། ལྟ་མཁན་དེ་ཞུ་བ་ནི་འགྲིག་འདུག་བོད་མི་སྒྲིག་འཛུགས་དང་རྡ་ས་བདེ་དོན་མཉམ་རུབ་ཀྱི་ཐོག་ནས་ཧི་མ་ལ་ཡའི་དུས་སྟོན་འདི། དུས་སྟོན་འདིའི་གོ་སྒྲིག་ཞུས་འདུག་འདི་ལ་སོག་པོ་ནས་ཚུར་འཁྲབ་སྟོན་གནང་མཁན་གྱི་ཟློས་གར་འཁྲབ་མཁན་གྱི་འཁྲབ་སྟོན་པ་ཁག་ཅིག་གདན་འདྲེན་ཞུ་ཡ་བྱས་འདིའི་འགྲོ་སོང་གི་ཆེད་དུ་རྒྱ་གར་སྒོར་མོ་འབུམ་ལྔ་ཅིག་བཀའ་གྲོས་ཞུས་འདུག་བཀའ་གྲོས་ཞུས་བྱས་རྩ་བའི་ཆ་ནས་ལས་གཞི་དང་དུས་སྟོན་སྲུང་བརྩི་ག་རེ་ཞུ་བ་ཡིན་ནས་གོ་སྒྲིག་ཚོགས་ཆུང་འདི་སྐད་དེ་གིས་བརྙན་ལ་དངུལ་རྩིས།

གལ་སྲིད་འཕར་མ་འགྲོ་གི་ཡོད་པ་ན་དེ་བཀའ་གྲོས་ཞུ་དགོས་ཡ་རེད་བ་ད་དུས་ཚོད་ཐུང་ཐུང་གི་ནང་ལོག་ལ་དུས་སྟོན་སྲུང་བརྩི་ཞུ་དགོས་གོ་རེད་བཀའ་གྲོས་ཞུ་ཡའི་དེ་གི་དུས་ཚོད་དང་དེ་འདྲ་མང་པོ་ཆེ་གི་སྟབས་བདེ་དང་མ་བདེ་ཡོང་སྲིད་བ་རེད་བ། རེད་དེ་སྟོང་ཕྲག་བརྒྱད་ཅུ་འཕར་མ་འགྲོ་འདུག་བ་ད། སོག་པོ་ཁོང་ཚོས་འཁྲབ་སྟོན་པ་བྱེད་མཁན་གི་སྟོང་ཕྲག་བརྒྱད་ཅུ་ཅིག་འཕར་མ་འགྲོ་བསྡད་བ་ད་འདིའི་སྒེར་གི་བཟའ་བཞག་རྒྱུ་སྒེར་གི་སྦ་གུ་ནང་བཏང་བཞག་རྒྱུ་དེ་འདྲ་ག་མ་རེད་བ། ཡིན་ནས་གྲོས་ཚོགས་ནང་ལོག་ལ་གོ་བོ་ཕན་བདེ་ལགས་ཀྱིས་འདི། བསོད་ནམས་རྡོ་རྗེ་ལགས་ཀྱིས་རྡ་ས་བདེ་དོན་ཟུར་པ་དངུལ་དེ་ཟ་རེད་ལབ་ནས་འདི་གསུངས་སོ། བདེ་ཡིན་འདོད་དུས་ད་འདི་ཁུངས་སྐྱེལ་བྱེད་ཡ་མེད་བ་ན་ཁྲིམས་འགལ་རང་རེད་བསམ་གྱི་འདུག་རོ། འདི་འདྲ་ཡིན་འདོད་དུས་འདི་མ་ཟེར་བས་ཀྱི། སྤྱི་འཐུས་གང་ཟག་འདི་གི་བཀའ་མོལ་གནང་སྐྱོང་གི་སྒྲ་དེ་བྱས། འདི་གི་སྒང་ལ། བསོད་ནམས་རྡོ་རྗེ་ལགས་ཁོ་རང་དང་བཟང་ལྟས་ཀྱི་པར་སྦྱར། སྤུ་གུ་བྱིས་པ་ལོ་དྲུག་ཆུ་བོ་སྐྱོད་བྱེད་ཀྱི་འདི་གི་པར་དེ་སྦྱར་བྱས།

དེ་ཚོ་ཚང་མ་ལོ་གྲངས་པོ་ག་ཡི་མ་རུ་བ། ལར་ནས་སྟོང་ཕྲག་བརྒྱད་ཅུ་དེ་གང་ཟག་སྒེར་གི་བཟའ་བྱ་རྒྱུ་དེ་འདྲ་ག་ཡི་མ་རུ་འདུག་དེ་ཚང་མ་ལོ། འཁྲབ་སྟོན་པ་དེ་ཚོ་ལ། འགྲོ་སོང་བཏང་བྱས་དེ་གི་བྱུང་འཛིན་དང་ཆ་ཚང་ཅི། ཁུངས་སྐྱེལ་དཔང་རྟགས་དང་ཆེད་བྱས། སྤྱི་འཐུས་སྙན་ཐོ་ནང་གསལ་བོ་ཞུ་བཞིན་འདུག་བ། ད་གྲོས་ཚོགས་ནང་ལོག་ལ་དཔལ་ལྡན་སྲིད་སྐྱོང་མཆོག་གིས། གསལ་བཤད་གནང་བའི་སྐབས་ལ་སྤྱི་འཐུས། རྩིས་ཞིབ་ཀྱིས་སྙན་ཐོ་དེ་མ་སྒྲོགས་སྦྱང་གནང་བའི་སྐབས་ལ། ལས་རིགས་རྣམ་གཞག་སྟོན་བྱས།

འདི་ཡའི་ཚོགས་གཙོས་ཀྱི་གྲངས་འབོར་གནང་མ་ཟོ་བ། དེ་མ་ཟད་པའི་འདི་ཚོ་ཚང་མ་ལོ་བཞི་མས་སྐྱོན་བརྗོད་དང་ཁྲིམས་འགལ་རུ་བ་དང། དེ་འདྲ་ཡིན་དུས་རྩིས་ཞིབ་སྙན་ཐོ་གི་ནང་ལོ་ལ་འདི་དང་འབྲེལ་བའི་ཐོག་ནས། འགྲོ་སོང་དངོས་དང་བཀའ་གྲོས་རྗེས་ཤུགས་བཀའ་ཤག་གོང་མའི་སྐབས་ལ་བཀའ་ཤག་སྐབས་བཅོ་ལྔའི་སྐབས་ལ་འགྲོ་སོང་དངོས་དང་དང་བཀའ་གྲོས་རྗེས་ཤུགས་ཀྱི་གནས་ཚུལ་ག་ཚོད་ཅིག་ཡོད་རུ་བ། བཀའ་ཤག་གོང་མས་ཀྱི་ལས་གཞི་མང་པོ་ཅིག། རོགས་དངུལ་དང་འབྲེལ་བའི་ཐོག་ནས། སྤྱི་འཐུས་རྒྱུན་ལས་དང་གྲོས་ཚོགས་ལ་སྙན་གསན་མ་ཞུས་ཆེད་ལས་ཀ་ག་ཚོད་བྱེད་དུ། ཁྲིམས་དང་སྒྲིག་གཞི་བརྒལ་ནས་ལས་ཀ་ག་ཚོད་བྱེད་ཞུ། དེ་ཚོ་ཚང་མ་ལོ་སྦས་ནས་བཞག་ནས་ད་དངོས་གནས་མ་ནན་པུ་སྟོན་པ་ན་ཞེས་སྟོན་ཆབ་སྲིད་རང་གི་དགོས་མཁོ་དང་ལག་ཆ་ལ་བེད་སྤྱོད་བཏང་ནས་རུ་བ། རྡ་ས་སྡེ་དོན་ཟུར་པ་བསོད་ནམས་རྡོ་རྗེ་ལགས་ཡིན་པ་ཡིན་ན། ཁྲིམས་དཔོན་འདི་གས་དེ་གི་གནད་དོན་དང་འབྲེལ་བའི་ཐོག་ནས་ང་ཚོའི་སྤྱི་ཚོགས་ནང་དཀའ་ངལ་འཕྲད་རེད། སྤྱི་ཚོགས་ནང་ལ་མ་དོན་བྱས། སོ་སོའི་གི་སྨྲ་བརྗོད་རང་དབང་བེད་སྤྱོད་བཏང་ནས་སྐད་ཆ་བཤད་ཡོད་རེད་ད་དེ་འདྲས་མང་པོ་གཅིག་ལ་ལྟ་བ་དང། འདས་པའི་འོས་བསྡུའི་སྐབས་ལ་དཔལ་ལྡན་སྲིད་སྐྱོང་མཆོག་ལ། འོས་བླུགས་རེད་རྒྱབ་སྐྱོར་བྱེད་རེད། ད་འདི་ལ་ལྟ་ནས་ཨ་ནི་མི་ནག་པོ་ཟོས་ཡོང་གི་འདུག་བ་དེ་ཚོ། ཡག་པོ་མ་རུ་བ། མ་རབས་ཞེའུ་ཅི་རུ་བ། གཉའ་བཅོ་དང་གོ་རུ་བ། མི་མང་ལ་མཐོང་ཆུང་ཁྱད་གསོད་འབུར་འཇོམས། དེ་འདྲ་བྱེད་དགོས་རོགས་དེ་འདྲ་ཡིན་དེ་དུས་ངས་གོང་དུ་ཞུས་པ་ན་ཤེས་བྱས་མཐའ་མ་དེ་ལ་ངས་ག་རེ་ཞུ་དགོས་ཡོད་ལབ་ན་ད་ལྟའི་དུས་ཚོད་འདི་ལ་ང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་འདི་དགོངས་འཇགས་བརྒྱབ་པའི་དུས་ལ་སླེབས་བཞག་སྤྱི་འཐུས་ཚོགས་ཁང་གོ་ར་དགོངས་འཇགས་བརྒྱབ་རྒྱུན་ལས་དང་ཚང་མ་སྒུག་གི་མི་འདུག་ངས་ཚོགས་གཙོ་ནས་གཙོས་པའི་གནས་སྐབས་རེ་འགའ་སྒུག་གི་མི་འདུག་རྫ་དྲག་གི་ཐོག་ནས་འགན་འཛིན་ལྷན་ཚོགས་དང་བཀའ་འཁྲོལ་གནང་ངེས་རེད་བ། ག་རེ་བྱུང་བ་ན་དེ་འདྲས་བྱས་མང་ཚོགས་ཀྱིས་ད་ག་འདྲ། ཐག་གཅོད་བྱེད་དགོས་ཡ་རྗེས་ཀྱི་དུས་ལ་བེད་སྤྱོད་བབ་བཞག་བསམ་གོ་འདི་མ་བྱས་བ་ཡིན་ན་ང་ཚོ་སྒྲིག་འཛུགས་སྐོར་རང་ད་ཐོར་འགྲོ་ཡ་རྒྱ་ནག་གཞུང་གི་གཏོར་དགོས་ཀྱི་མི་འདུག་བ། འདི་ང་ཚོའི་གི་ཕྱིའི་སྒྲག་གི་མ་གཏོར་བ་ཆེ་ནང་སྒྲག་རང་གི་གཏོར་ཡོང་གི་འདུག་ད་ནང་སྒྲག་ཤུགས་ཆེ་ཤོས་ཆགས་བསྡད་ཀྱི་འདུག་བ། མཛའ་དྲག་ཤོས་བྱེད་བསྡད་བས་ཀྱི་ནང་ལོག་ལ་སློབ་དཔོན་ཟངས་མདོག་རིན་པོ་ཆེས་བཀའ་སློབ་བྱས་ཡོད་བ། དོལ་རྒྱལ་ལྟས་ངན་འདི་ཚོ་དེ་འདྲའི་ཉེན་ཁ་ཆེན་པོ་ག་ཡི་མ་རེད། དོལ་རྒྱལ་ལྟས་ངན་ལས་ལྷག་ག་ང་ཚོའི་སྤྱི་ཚོགས་ནང་ལོ་རང་བཙན་མཁའ་ལ་འཁྱིལ་ངན་དང་ནང་དགྲ་དེ་ཚོ་ནང་རུལ་བ་དེ་གས་དེ་གས་ཉེན་ཁ་ཚ་ཡོད་རེད་དེ་གས་དེ་ང་ཚོ་དབྱེ་བ་ཕྱེ་དཀའ་ལས་ཁག་པོ་ཞུ་བ་བཅོས་རེད་སྐྱབས་མགོན་རིན་པོ་ཆེ་མཚན་དང་བོད་མིའི་སྒྲིག་འཛུགས་དང་རྩ་དོན་དང་རང་བཙན་དང་དེ་གས་དེ་ཐབས་ཅི་དང་ནང་བཞིན་བྱས་ལག་ཆ་བེད་སྤྱོད་བཏང་བྱས་ཨ་ནི་མི་མང་འབུར་འཇོམས་བྱེད་གི་འདུག་བ་དེ་ཚོ་ཉེན་ཁ་ཚ་གི་རེད་ད་སྒྲིག་འཛུགས་གཏོར་ན་འདི་གི་གཏོར་ཡོང་གི་འདུག་རྒྱ་ནག་གཞུང་གིས་ང་ཚོ་སྒྲིག་འཛུགས་དེ་གཏོར་ཐུབ་ཡས་ཁོ་ར་མི་འདུག་བ་གཏོར་ཤེས་ཡས་ཡོད་མ་རེད་ད་ལྟ་བར་དུ་གཏོར་ཐུབ་ཡོད་མ་རེད་ད་འཐོར་ཡས་དེ་ད་འཐོར་ཡོང་གི་འདུག་བ། གཏོར་ཡོང་གི་འདུག་བ་ཆེད་མངགས་གཏོར་གི་འདུག་བ། རྒྱ་མོ་རོ་མོ་ཆེ་དགུང་ལོ་དེ་འདྲའི་ཐོག་བུ་ཕེབས་ཞེས་བཞུགས་དེ་འོད་དེ་ད་ཞེད་སྣང་ཚེ་སྣང་གོ་གི་མི་འདུག་བ། ད་སྐུ་མདུན་གྱི་མིང་མ་འདོན་ཚེ་མ་འདོན་ཚེ་རེད་འདུག་བ། དེ་འདྲ་ཡིན་དུས་དུས་ད་ང་ཚོ་མང་ཚོགས་ཀྱིས་དབུ་ན་གཅིག། གཉིས་བསད་དགོས་ཡས་ཀྱི་དུས་ལ་བབས་ཞག་བསམ་གི་འདུག་དེ་འདྲ་ཞུ་ཡས་ཡིན།